གཙོ་བོ་ང་ཚོ་ལ་དོན་གྱི་ཁྲལ་ཟེར་ན་ག་རེ་རེད། ལ་དོན་ཟེར་ན་ག་རེ་རེད། ཁྲལ་ལ་དོན་གྱི་ཁྲལ་བདུན་ཡོད་རེད་པ། ཁྲལ་བདུན་པོ་དེ་ག་རེ་རེད་ཟེར་ན། སུ། རུ། ར། དུ། ན། ལ། དུས། འོ་དེ་ཚོ་ཚོགས་མ་ག་ལ་དོན་གྱི་ཁྲལ་བདུན་ལ་དགོས། ཨ་ནི་དེ་ཚོ་ལ་ལ་དོན་ག་རེ་བྱེད་ཉི་ཟེར་དགོས་རེད་ཡ་བཟའ་ལབ་ན། ཨ་ནི། དེ་དེ། ཡི་གེ་བདུན་པོ་དེ་ཡོད་ར་ཡི་གེ་བདུན་པོ་དེ། ཚབ་ལ། ལད། ལབ། འདི་ཕར་ཆེར་འཇུག་པའི་རྒྱུ་མཚན་གྱིས། ཨ་ནི། ད་ལད་དོན་ལབ་པ་ཟེར་བ་རེད་ཟེར་ནས་ད་ལོ་ང་ཚོ་དག་འདྲ་གི་ཁྲི་བཞག་གི་གཞུང་དེ་བློ་བསམ་གྱིས་ངོས་ཀྱི་ནང་ལ་དེ་འདྲ་སོང་བཞག་འདུག། དེ་འདྲ་གྱིས། ཨ་ནི་ཁྲི་ཟེར་བ་དེ་ག་རེ་རེད་ཟེར་ན་ད་ཁྲི་ཟེར་བ་དེ་སྤྱིར་བཏང་ཁོ་རང་རང་གི་ངོས་ནས་ཚིག་རྐང་རང་གི་ངོས་ནས་ད་དོན་དག་འདྲ་མིག་གསར་ཁུ་དོན་ཐུག་གི་ཡོད་མ་རེད། ཡིན་ན་ཡང་ཁོ་རང། སྨན་ཚིག་གཉིས་ཀྱི་བར་ལ་ཞུགས་ནས། ཨ་ནི། ད། སྨན་ཚིག་བསྟེན་གཉིས་གཅིག་གི་ངོ་བོ་སོ་སོར་མ་འདྲེས་པ་དང་ཡང་ན་ཕན་ཚན་ལ་འབྲེལ་བ་མཐུ་རྒྱ་ཡ་དང་ཨ་ནི་དེ་གཉིས་ལ་དོ་ཚོགས་ཀྱི་བར་ལ་ཁོ་རང་བཞུགས་ནས་ད་ལས་ཀ་བྱེད་དགོས་རེད་དེ་རྒྱུ་མཚན་གྱི་ཁྲེས་ཟེར་དགོས་རེད་ཨ་ནི་ལ་སྟོན་གྱི་ཁྲེས་ཟེར་བ་དེ་ག་འདྲ་ཅིག་ཡིན་པ་ཧ་གོ་སོང་ཨ་ནི་ལ་སྟོན་གྱི་ཁྲེས་བདུན་ཡོད་པ་དེ་ཧ་གོ་གོ་ཨ་ཅེ་ཨ་ནི་ད་ལ་སྟོན་གྱི་ཁྲེས་བདུན་པོ་དེ་འཇུག་ས་གི་ནང་བའི། སྡེ་ཚན་ག་ཚོད་ཅིག་ཡོད་རེད་ལབ་ན་ད། ཁྲི་བདུན་པོ་དེ་འཇིག་ས་ག་ལ་འདི་ནང་བའི། གཉིས་བ། བཞི་བ། བདུན་པ། དང་ཨ་ནི་ནང་བའི་སྐོར་རོང་མ་ཡིན་པ་གི་ད་སྡེ་ཚན་གཉིས་ཡོད་རེད། དེ་གཉིས་དང་ཚེ་སྐབས་ཟེར་གྱི་ད་དེ་འདྲ་ཟེར་གི་སྡེ་ཚན་ལྔ་ཅིག་ལ་འཇུག་ཡོད་རེད་ད་དེ་ལ་སྟོན་གྱི་ཁྲི་བདུན་པོ་དེ། འོ་དེ་ཅི། ཨ་ནི་ད་ལ་སྟོན་གྱི་ཁྲི་བདུན་པོ་དེ།

ཡང་འཇུག་དང་ཡང་ན་རྗེས་འཇུག་གཅིག་གི་རྗེས་ལ་ཡོང་གི་ཡོད་རེད་པ། འོ་དེ་འདྲ་འཇུག་ས་དེ་ཁོ་རང་གི་མིག་སར་གྱི་སྟུད་མ་དགོས་བར་ཁོ་རང་རང་དབང་གི་ཐོག་ནས་ད་འཇུག་ཐུབ་གི་ཡོད་རེད་དེའི་རྒྱུ་མཚན་གྱི་དེ་ལ་རང་དབང་ཅན་ལ་དགོས། ཨ་ནི་ནད་ལ་ཉེ་རེད་པ། ཨ་ནི་དེ་ལས་ལྷག་མ་ད་བདུན་ཡོད་པའི་ནང་ནས་གཉིས་ལས་ཡང་ན་བདུན་དྲུག་ལ་ན་བཞི་ལ་ཡང་ཁྲེས་ལྔ་ལྷག་སོང་ཁྲེས་ལྔ་བོ་གཞན་པ་དེ་ཚོ་ཚང་མ་དེ་ཨ་ནི་གཞན་དབང་ཅན་རེད་ག་རེ་ཅི་ཉིད་གཞན་དབང་ཅན་རེད་ལབ་ན་ཁོ་རང་ཚོ་དེ་གི་འཇུག་དེ་ཚན་པ།

ལ་ལྟོས། ཨ་ནི་བསྟན་དགྲ་བཙན་གྱི་ཁྲལ་བདུན་ཡོད་པ་རེད། ཨ་ནི་ཁྲལ་བདུན་པོ་དེ་ཡང་སྡེ་ཚན་གཉིས་ཡོད་པ་རེད། ཁྲལ་རང་དབང་ཅན་དང་གཞན་དབང་ཆེ་ཟེར་བ་གཉིས་ཡོད་རེད། ཨ་ནི་དེ་ཁོ་རང་འཇུག་ས་གི་ནང་དབྱེ་ད་ག་ཚོད་ཡོད་རེད་ཟེར་ན་ནང་དབྱེ་གསུམ་ཡོད་རེད་ནང་དབྱེ་མ་ཡིན་པའི་སྡེ་ཚན་ག་ཚོད་ཡོད་ར་གཉིས་ཡོད་རེད། ཨ་ནི། གཉིས་པོ་དེ་དེ་གཉིས་ཚེར་སྐབས།